ད་ཡོ་རོབ་གཞི་ནས་གཉིད་སད་གོ་ད། ལབ་ཀྱི་ཡོད་ཁོང་ཚོ་ལ་ཉིས་སྟོང་བཅུ་བཞི་ནས་ཁྱོད་ཚོ་གྱང་གང་ལ་བྲིས་བཞག་པའི་རྩིག་པ་གང་ལ་བྲིས་བཞག་པའི་ཡི་གེ་དེ་ཀློག་མ་ཐུབ་བ་རེད། རྒྱ་ནག་གཞུང་ཁོ་རང་ཚོ་གི་ཧ་གོ་གི་ཡོད་རེད་བོད་ལ་དབང་བསྒྱུར་བྱེད་ཡག་གི་ཁྲིམས་མཐུན་གི་གནས་བབ་མེད་པ་དེ་ཁོང་ཚོས་ཤེས་ཀྱི་ཡོད་རེད། ཤེས་ཀྱི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་ནས་ཁྲིམས་མཐུན་གི་གནས་བབ་རག་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་དེ་ཁྱོད་རང་ཚོ་ཀྱི་སྤྲད་ཀྱི་འདུག་བ། ཤེས་ཀྱི་ཡོད། རྒྱ་ནག་ལ་མ་འོངས་པར་འགྱུར་བ་བཟང་ཕྱོགས་ཀྱི་འགྱུར་བ་འགྲོ་གི་ཡོད་པ་རེད་ན། ང་ཚོ་བོད་པ་འདི་རོགས་ཀྱི་ངོ་བོ་ལ་ཨིན་ཇི་སྐད་ནང་ལ་ཡིན་ན Partner གི་ངོ་བོ་ཐོག་ལ་བལྟ་ཐུབ་པ་ཡིན་ན་ཨ་ནི་ཚང་མ་ལོག་ལ་ཕན་ཐོག་ཡོང་གི་རེད། སྐད་རྒྱ་ཡིས་ད་ལྷག་ཡོང་མར་གདའ་སི་ལེ་བུ་ཡོད། འབྲུག་གུ་སོ་རྒྱག་གི་འདུག་སི་ལེ་ན་འབྲུག་སོ་ངན་ཁྱེད་རང་ཚོ་རེད་གདའ་སི་ཕེ་གེ་ལ་མ་རྩ་མང་པོ་བཅུག་བྱས། ཇེ་པན་ལས་ལབ་གི་ཡོད་ཐེ་ཝན་ལས་ལབ་གི་ཡོད་ཡོ་རོབ་ལས་ལབ་གི་ཡོད་ཨ་མི་རི་ཀ་ལས་ལབ་གི་ཡོད། རྒྱ་ནག་ད་ལྟ་སྟོབས་ཆེན་པོ་བཟོས་ངེས་དེ་ཁྱོད་རང་ཚོ་རེད། བོད་རང་བཙན་ཡིན་པའི་གི་གནས་བབ་འདི་ང་ཚོ་ད་ལྟ་སྟེར་ཕྱིར་དཀའ་ལས་མ་བརྒྱབ་པ་ཡིན་ན། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ནས་བོད་པའི་ལོ་རྒྱུས་ཤེས་མཁན་མེད་པ་ཆགས་འགྲོ་བའི་ཉང་ཁ་འདུག་དེ་གི་ད་ད་ལྟ་ཁ་བཏུག་ཁ་བརྡལ་བཅག་དགོས་དེ་ཨུ་རུ་སུ་རེད་ཤག་ཡིན་ནས་ཕུགས་རྒྱང་གི་གདོང་ལེན་བྱེད་དགོས་དེ་རྒྱ་ནག་རེད་ཤག་ཟེར་ནས་ཁོ་རང་ཚོ་ཧ་གོ་གི་འདུག། སྲིད་ཇུས་འདི་རང་སོར་གནས་པའི་སྒང་ལ་ད། བོད་ཀྱི་ལོ་རྒྱུས་ཀྱི་གནས་བབ་འདི་གང་ལ་ཡང་དོ་སྣང་བྱེད་མ་སྤྲད་པ་ཡིན་ན། ང་ཚོ་མ་འོངས་པར་འཐུས་ཤོར་ཆེན་པོ་ཅིག་འགྲོ་ཡག་གི་ཉེན་ཁ་འདུག་ད་ད་ལྟའི་དུས་ཚོད་ལ་ཡང་རྒྱ་ནག་མང་གཉོམ་ཆུང་རུ་བཏང་ཡག་ལ་ཡང་ཨ་མི་རི་ཀ་གཅིག་པོ་བརླག་ཁེལ་གྱི་རེད་བསམ་དེ་ཡོང་ཨ་ཡོང་མ་ད་རྒྱ་ནག་སྟོབས་ཆེན་པོ་ཆགས་ཚར་བ་རེད། རྣམ་པ་ལྷན་རྒྱས་ཚང་མ་ལོག་ལ་ཡ་མཚམས་འདི་བཀྲ་ཤིས་བདེ་ལེགས་བྱེད་ནས་ཞུ་ཡས་ཡིན། ད་རིང་གི་ལན་ཅིག་གསན་རོགས་གནང་གི་ལེ་ཚན་འདིའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་ལྔ་བའི་ཚེས་བཅུ་བཞི་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཧི་མ་ཅཱལ་མངའ་སྡེའི་ཀུ་ལུ་རྫོང་ཁོངས་སུ་རྟེན་གཞི་བྱས་པའི་བོད་རིགས་ཡོངས་ལ་བཀའ་སློབ་ལམ་སྟོན་གནང་བའི་ནང་ནས་ད་ལྟའི་བཀའ་ཤག་གི་ངོས་ནས་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་སུ་འབད་བརྩོན་གནང་ཕྱོགས་སྐོར་བོད་ཀྱི་བརྙན་འཕྲིན་ཚན་པ Tibettv ནས་ཚུར་འདོན་ཞུས་པ་ཞིག་གཤམ་ལ་གསན་བསྲིངས་ཡོང་བ་ཞུ། ད་དེ་ནས་ལན་འདོམས་ཀྱི་ཚུལ་འགྲོ་བ་འདི་ལ་ད་གྱང་ཚོས་མ་ང་ཅིག་ད་ང་ཡི་ཞེས་བྱས་རྗེས་སྐོ་བརྒྱག་དེ་གང་སྐྱེས་པ་རེད་དེ་ཡིན་དུས་བསམ་པ་ད་ང་ཚོའི་འགན་འཁྱེར་ས་དེ་མི་མང་ཆགས་ཀྱི་ཡོད་རེད་ང་ཚོའི་ཞབས་ཕྱི་ཞུ་ས་དེ་མི་མང་ཆགས་ཀྱི་ཡོད་རེད་དེ་ཡིན་དུས་བསམ་པ་ལ་བཀའ་ཤག་གི་གཅིག་གནང་ཡིན་གཉིས་གནང་ཡིན་ཟེར་ཡ་དེ་ངས་ཐ་སྙད་ཁོ་རང་བེད་སྤྱོད་གཏང་གི་མེད་ཟེར་ལྟ་གི་ཡོད་བཀའ་ཤག་གི་གནང་ཡིན་ལབ་དུས་བསམ་པ་ཏེས་མི་མང་ལ་ལྟ་སྟངས་དེ། མ་འདྲ་ཅིག་འདུག་ཨ། བཀའ་ཤག་གི་ཞབས་ཕྱི་ཞུ་གི་ཡོད་བཞིན་ལ་བཤད་པ་ཡིན་ན་ཕ་ཕྱོགས་དེ་ལ་ལྟ་སྟངས་དེ་ཆེ་མཐོང་ཕུལ་སྟངས་དེ་མ་འདྲ་ཅིག་ཡོད་རེད་བྱས་ཙང་ང་ཚོས་བཀའ་ཤག་གང་ཐུག་ཐུག་ཅིག་ཞུ་དགོས་དེ་ཚོ་ཞུ་གི་ཡིན་ད་ཆབ་སྲིད་ཀྱི་ང་ཚོའི་ལས་འགན་གཅིག་དེ་གལ་ཆེ་ཤོས་དེ་ཆབ་སྲིད་དེ་རེད་དོལ་རྒྱལ་དཀའ་རྙོག་སྐོར་དེ་རེད་དེ་བྱས་ཙང་ང་ཚོ་དེ་སང་ཨིན་ཇིའི་ཚིག་ནང་ལོག་ལ Tibetan Issues ཡ་དང Issue of Tibets ཡ་ཚོ་ང་ཚོ་ཞི་རགས་བེད་སྤྱོད་བཏང་གི་མེད་དེ་གནད་འགག་གི་ཆེད་ནས་བེད་སྤྱོད་བཏང་གི་མེད། ང་ཚོའི་བོད་པའི་གི་སྐད་ནང་ལོགས་ལ་བོད་རྒྱའི་དཀའ་རྙོག་ཞེས་ལབ་ཀྱི་འདུག་བ། Sino Tibet Conflict། ཀྱི་ལབ་ནས་བོད་དང་རྒྱ་ནག་གི་པ་ར་ལ་དཀའ་རྙོག་ཆེན་པོ་ཅིག་ལྷག་བསྡད་ཡོད་པ་དེ་ངོ་འཕྲོད་ཡག་གི་ཆེད་དུ་ཐ་སྙད་བེད་སྤྱོད་བཏང་པའི་སྐབས་ལ་ཡིན་པ་ཡིན་ནས་བོད་རྒྱའི་དཀའ་རྙོག་ཞེས་ལབ་ཀྱི་ཡོད་མ་བཅོས་ཀྱི་བོད་ཀྱི་གནད་དོན་ཞེས་དང་ཆུང་ཆུང་གནད་དོན་དེ་བཟའ་ཚང་པ་ར་ལས་ཡོང་སྲིད་ཀྱི་རེད་སྤྱི་ཚོགས་ནང་ལོགས་ཡོང་སྲིད་ཀྱི་རེད་ཆེ་ས་ལས་ཡོང་སྲིད་ཀྱི་རེད་བ། འགྲེལ་བཤད་འདྲ་མི་འདྲ་རྒྱབ་ཡ་ཡོད་རེད། ཡིན་ནས་ཐ་སྙད་ཁོ་རང་བེད་སྤྱོད་བཏང་པའི་སྐབས་ལ་བོད་དང་རྒྱ་ནག་གི་དཀའ་རྙོག་སེལ་མཚོན་པ་ལ་ཁོལ་གྱི་ལྗིད་ཁོག་འདྲ་བོ་དང་གནད་འགག་འདྲ་བོ་དེ་ཁོ་རང་བཞིན་གྱི་ཆེ་ཡ་ཇི་ལྟར་མཐོང་དགོས་མཐོང་དགོས་ཀྱི་ཡོད་རེད། ལྷག་པར་དུ་རྒྱལ་སྤྱིའི་སྤྱི་ཚོགས་ལ་འགྲེལ་བཤད་རྒྱག་པའི་སྐབས་ལ་འོ་སྡུག་ཆེ་རྗེས། གནད་དོན་འདི་འདྲ་བོ་མཆིས་ན་ད་བཅའ་ཁྲིམས་ནང་ལོགས་ལ་ང་ཚོ་བོད་དོན་བདེན་མཐའ་སེལ་ཐབས་བྱས་ཏེ་རེད། དེའི་སྲིད་ཇུས་དེའི་འོག་ནས་ཨ་ནི་ཇི་ནོ་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་གྲོས་མགོ་བཏོན་གནང་ཡོད་རེད། མི་མང་མང་ང་ཅིག་གིས་དེང་རང་ལ་ཡང་མོས་མཐུན་བྱས་ཡོད་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་མོས་ཀྱི་གྲོས་ཆོད་བཞག་ནས་ཨ་ནི་སྐབས་དང་དུས་སོ་སོ་ལ་ག་ད་ད་སྐབས་དང་དུས་སོ་སོའི་འདི་རྒྱ་ནག་གི་ནང་ལོགས་གནས་སྟངས་བོད་ཀྱི་གནས་སྟངས་ཨ་ནི་རྒྱལ་སྤྱི་གི་ཆབ་སྲིད་ཀྱི་འགྱུར་འགྲོས་ལ་གཞིགས་པའི་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་ག་རེ་ཐུགས་ཐག་གཅོད་པ་ཡིན་ནས་དེ་ག་རང་ལ་ཡང་མོས་མཐུན་ཡོད་བྱས་རྗེས་སྤྱི་མོས་གྲོས་ཆོད་བཞག་པ་རེད་དེའི་རྗེས་ལ་ཨ་ནི་རྒྱ་བོར་མཆེད་ཀྱིས། དང་དབུ་མའི་ལམ་འདི་ཡང་མུ་མཐུད་ནས་ཤར་སྐྱོད་གནང་གི་ཡིན་ཟེར་དེའི་སྲིད་ཇུས་དེ་ད་ལྟ་ང་ཚོ་མུ་མཐུད་ནས་གནས་བསྡད་ཡོད་རེད་དེ་ཡིན་དུས་ཚང་མ་དབུ་མའི་ལམ་གྱི་སྲིད་ཇུས་དེ་ལ་འགྱུར་བ་གང་ཡང་ཡོང་མ་རེད་དབུས་མའི་ལམ་གྱི་སྲིད་ཇུས་དེ་མུ་མཐུད་ནས་ངས་འགྱུར་བ་བཏང་ནས་ཆོག་གི་མ་རེད་དེ་སྲིད་སྐྱོང་ཡིན་སྟབས་ཆེ་ངས་འགྱུར་བ་བཏང་ཆོག་གི་མ་རེད་དེ་འགྱུར་བ་བཏང་དགོས་དགོས་ཡོད་ན་ཡང་ཁོ་རང་ཁོ་རང་བརྒྱུད་རིམ་གྱིས་འགྲོ་དགོས་བ་རེད་འདུག་ཞིག་རེད་ད་དབུ་མའི་ལམ་གྱི་སྲིད་ཇུས་འདིའི་ཐོག་ནས་རྒྱ་ནག་ལ་ཕག་ང་ཚོ་ག་ཚོད་སྙོབ་ཐུབ་ཡག་གི་ཐབས་ཤེས་དེ་བྱེད་ཀྱི་རེད། རེད་བ། ཐབས་ཤེས་བྱེད་ཀྱི་རེད་ཡིན་ནས་ང་ཚོའི་ཕ་སྨྱོ་ཐུ་ཡ་ཐབས་ཤེས་བྱས་པ་ཡིན་ནས་ཚུར་ཡ་ལན་འདྲ་བོ་བྱས་པ་ཡིན་ནས་ཆབ་སྲིད་ཀྱི་འདུན་པ་དང་ཆོད་སེམས་བརྟན་པོ་ཅིག་མེད་པ་ཡིན་ན་ད་ད་ལྟ་བར་དུ་ང་ཚོ་གོ་གོ་མང་པོ་ནང་ཚུད་ཚར་བ་རེད་བ་གོ་གོ་བཏང་ཡ་ཐབས་ཤེས་མང་པོ་བྱས་པ་རེད་དེ་ནས་ཕྱིན་ཆད་ནི་ང་ཚོ་ཚུད་བའི་སོ་རོ་ཅིག་ཆགས་པ་རེད། ད་ལྟ་ཡོ་རོབ་ལ་འགྲོ་དུས་ཚོད་མ་མངོན་གསལ་དོད་པོ་ཞུ་ཞུ་ཐུབ། གལ་སྲིད་ན། ཉིས་སྟོང་བརྒྱད་ལ་ཡང་ཨོ་ལིམ་པིག་གོ་སྒྲིག་ཞུས་པ་རེད་ཉིས་སྟོང་གཉིས་ནས་བཅུ་བར་དུ་ང་ཚོ་བོད་རྒྱ་འབྲེལ་མོལ་ཕྱིན་བསྡད་པ་རེད། ཡིན་ནས་ཨིན་ཇིའི་གཞུང་གིས་བོད་སྒང་ལ་སྲིད་བྱུས་འགྱུར་བ་བཏང་ཡས་དེ་ཉིས་སྟོང་བརྒྱད་ལ་འགྱུར་བ་བཏང་ཤག། ནོར་ཝེ་གཞུང་གིས་འགྱུར་བ་བཏང་ཡས་དེ་ལིའུ་ཤའོ་པའོ་གནས་ཚུལ་བྱུང་བའི་རྗེས་ལ་ཡང་འགྱུར་བ་བཏང་བ་རེད། ད་ལྟ་དྲན་མག་གཞུང་གིས་འགྱུར་བ་བཏང་ཡས་དེ་ཉིས་སྟོང་དགུ་ལ་འགྱུར་བ་བཏང་ཤག། དེ་བྱུས་ཏེ་ང་ཚོ་ཕལ་སྐད་ཅིག་འབྲེལ་བ་འདྲ་བྱས་ཏེ་དུས་ཁོ་ཚོས་རྒྱལ་ཁབ་གཞན་ཕག་གི་བུ་གང་ལ་སྲིད་ཇུས་འཛིན་པའི་སྲིད་ཇུས་དེ་གང་ལ་ཡང་འགྱུར་བ་གཏང་གི་བསྡད་ད་འདུག་བ་དང། དེ་མངོན་གསལ་དོད་པོ་ཞུ་ཞུ་འདུག་བ་ད་རིང་ང་ཕལ་སྐད་ཕྱིན་པའི་སྐབས་དེ་འོ་དེ་འདྲའི་གི་གནས་སྟངས་ཡོད་དུས་རྒྱ་ནག་ལ་ཕག་སྙོབ་གི་རེད་སྙོབ་ཡག་གི་ཐབས་ཤེས་བྱེད་གི་རེད་དེ་མ་བྱེད་རང་བྱེད་རེད་ག་རེ་ཟེར་ན་དབུ་མའི་ལམ་ཟེར་དུས་ཚན་པ་ལ་མཐའ་གཉིས་སུ་མ་ལྷུང་བའི་ལང་ཀ་ཅིག་སྟོན་དགོས་གི་ཡོད་རེད་ད་ལྟ་ངས་གཞན་ཕག་མང་པོ་འགྲེལ་བཤད་རྒྱག་གི་མེད། དབུ་མའི་ལམ་གྱི་མཐའ་གཉིས་ཏེ། གཅིག་སྟེ། སྔ་མོ་རྒྱ་ནག་དམར་པོའི་གཞུང་གིས་བོད་ལ་བཙན་འཛུལ་མ་བྱས་པའི་གནས་བབ་དང། གཅིག་སྟེ། ད་ལྟ་རྒྱ་ནག་གིས་བཙན་འཛུལ་བྱས་ནས་བོད་ལ་སྡུག་སྦྱོང་བཏང་གི་ཡོད་པའི་གནས་བབ་དེ་གཉིས་གཉིས་ཏེ། མཐའ་གཉིས་སུ་བརྩིས་བྱས་ཨན་དེ་གི་དབུ་མ་ཅིག་སྟོན་དགོས་ཀྱི་ཡོད་རེད། ད་འདིས་ག་འདྲའི་དོན་དང་མི་དོན་ཟེར་ཡ་དེ་ཁོ་གནས་སྟངས་མང་པོ་ཅིག་ལ་རག་ལས་ཀྱི་རེད་མ་གཏོགས་ཅིག་ད་ལྟ་ཐག་གཅོད་བྱེད་མདོ་ལ་རི་མོ་བཀོད་པ་ན་བཞིན་བྱེད་ན་ཡོང་གི་མ་རེད། འདི་ཁོ་ཆབ་སྲིད་ཀྱི་འགྱུར་འགྲོས་དང་སྐབས་དེ་དུས་ཀྱི་གནས་བབ་མང་པོ་བཅས་ལ་བལྟས་ཆེད་འཛམ་བུ་གླིང་འདི་ནང་ལ་རང་སྐྱོང་གི་གནས་བབ་མང་པོ་ཞིབ་བྱུས་ཡོད་རེད། ཡིན་ནའི། གནས་བབ་གཅིག་དང་གཅིག་མཚུངས་པ་དེ་འདྲའི། ཕོ་ཁྲོ་ཀོ་བའི་རྒྱ་བ་ན་བཞིན་བྱས་ནས་སྤར་ཁབ་རྒྱ་བ་ན་བཞིན་བྱས་ནས་གཅིག་དང་གཅིག་པ་དེ་འདྲ་ཅིས་ཡོད་མ་རེད། སྐབས་དེ་དུས། དབུས་གཞུང་འདི་དང་ས་གནས་གཞུང་འདི་ཀྱི་པ་ར་ལི་ཡ་ད་འབྲེལ་བ་དང་སྟོབས་དང་ཞན་ཆ་ག་རེ་ག་རེ་ཆགས་ཀྱི་ཡོད་མེད་འདི་ཚོ་ལ་གཞི་བཅོལ་ནས་ཆགས་ཀྱི་ཡོད་རེད། དེ་ཡིན་ཚེ་མ་འོངས་པའི་ང་ཚོའི་གནས་སྟངས་ག་འདྲ་ཆགས་ཀྱི་ཡོད་མེད་དེ་དངོས་ཡོད་གནས་སྟངས་དང་བསྟུན་བྱས་འགྲོ་དགོས་ཡ་གཅིག་ཆགས་ཀྱི་རེད། ཡིན་ནས་དབུ་མའི་ལམ་གྱི་ཐབས་ཤེས་སྟོན་པའི་སྐབས་དེ་བོད་ཆོལ་ཁ་གསུམ་ཡོངས་སུ་རྫོགས་པ་ལ། སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་གྱི་གནས་སྟངས་གཅིག་ཚད་འདོད་ཀྱི་ཡོད་རེད་རྒྱ་དབར་མོ་ཆེ་གི་དབུ་མའི་ལམ་ལ་ཕེབས་དགོས་ཡ་གི་རྒྱུ་མཚན་དེ་ཡང་ད་ག་རང་རེད་གཙོ་བོ་གཅིག་དེ། ལ། དབུས་གཙང་གི་ཕྱོགས་ལ་འགྲིག་གི་ཡོད་པ་ཡིན་ན་མདོ་སྟོད་སྨད་གཉིས་ལ་མ་འགྲིག་ཡོད་པའི་གནས་སྟངས་དེ་འདྲ་མ་ཡིན་པ། བོད་ཆོལ་ཁ་གསུམ་ལ་གནས་བསྡད་པའི་གི་བོད་མི་མདོ་དབུས་ཁམས་གསུམ་དེ་གའི་ཚང་མ་ལོག་བོད་རིགས་གཅིག་པ་ཡིན་པ། ཐོབ་ཐང་གཅིག་པ་གཅིག་འོག་གནས་ཐུབ་ཡས་ཀྱི་རེ་བ་འདྲ་བོ་དེ་སྡུག་ཅིང་སྐྱོ་གི་ཡོད་རེད་དེའི་ཕྱིར་ནི་ད་ལྟ་བོད་དང་བོད་ཆེན་པོ་ཟེར་ཡས་སྐད་ཆ་དེ་ཚོ་ཡོང་བསྡད་གི་ཡོད་རེད། ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཡིན་པ་ཡིན་ནས་ལོ་རྒྱུས་བལྟ་དགོས་ཡས་དེ་གལ་ཆེན་པོ་ཅིག་བརྩི་གི་ཡོད་ལབ་བསྡད་གི་ཡོད། ཉིད་ནས་དངོས་ཡོད་གནས་སྟངས་གཅིག་ག་རེ་བཤད་འགོ་ཁུར་ཟེར་ན། རྒྱ་ནག་མཉམ་དུ་སྐད་ཆ་བཤད་པའི་སྐབས་ག་འདྲ་དབུ་མའི་ལམ་གྱི་ཐོག་ནས་འཚེ་བ་མེད་པའི་ཐོག་ནས། རེད་བ། ཞི་འགྲིག་བྱེད་པའི་ཐོག་ནས་ཐབས་ལམ་ཅིག་སྟོན་དགོ་གི་ཡོད་པ་ཡིན་ན་ང་ཚོ་རྒྱ་ནག་ལ་སྐད་ཆ་བཤད་ནས་མང་དུ་འགྲོ་ས་ཡོད་མ་རེད། ད་རྒྱ་ནག་ཁོ་རང་སྔན་མ Soviet Union ནང་བཞིན་འཐོར་བ་ཡིན་ན། ད Perestroika Perestroika ཟེར་ཡ་དང་དེ་འདྲའི་བྱུང་རྗེས། འཐོར་བ་ཡིན་ན་ནི་ད་གོ་སྐབས་མ་འདྲ་ཡོང་སྲིད་གི་རེད་གལ་སྲིད་དེ་འདྲའི་ཡོང་བ་འདྲ་བོ་བྱིན་པ་ཡིན་ནའི་ང་ཚོ་གྲ་སྒྲིག་ཞིག་གོ་གི་ཡོད་རེད་གལ་སྲིད་དེ་འདྲའི་ཅིག་མ་བྱུང་བ་ཡིན་ན་རྒྱ་ནག་གཞུང་ལ་སྐད་ཆ་བཤད་ནི་ང་ཚོ་བོད་དཀའ་རྙོག་སེལ་དགོས་པ་རེད་མ་གཏོགས་ཅིག་གཞན་པ་ཐབས་ལམ་ཡོད་མ་རེད་དེ་ཤེས་པ་ཆེ་བ་རེད་གནམ་ལ་ལྡིང་བསྡད་ནས་ཕན་གི་མ་རེད་ཁ་ཡོད་ལག་ཡོད་ཀྱི་དཀའ་ངལ་སེལ་ཡ་ལ་ག་འདྲ་ཅིག་བྱེད་དགོས་ཀྱི་ཡོད་མེད་དེ་བསམ་གཏང་དགོས་པ་རེད་དེ་དང་མཉམ་དུ་དངོས་གནས་ཚུལ་གཞན་པ་ཅིག་གར་ཤིང་དགོས་པ་རེད་ཟེར་ན། ད། རྒྱ་མི་མཉམ་དུ་དཀའ་ངལ་རྒྱ་ནག་མཉམ་དུ་དཀའ་ངལ་སེལ་མ་ཚར་གྱི་བར་དུ། ང་ཚོ་རྒྱལ་སྤྱིའི་སྤྱི་ཚོགས་ལ་སྙོབ་སྟེ་མགོ་སྒུར་བ་དང། བོད་ནང་ལོགས་ལ་དངོས་ཡོད་གནས་ཚུལ་ག་རེ་ཆགས་ཀྱི་ཡོད་པ་དེ་འགྲེལ་བཤད་རྒྱབ་ཐུབ་ཡག་གི་གནས་སྟངས་ཀྱི་མགོ་སྒུར་བ། དེ་འདྲའི་འགྲེལ་བཤད་རྒྱག་པར་འགྲོ་བའི་སྐབས་ལ་ཡིན་ནས། རྒྱལ་ཁབ་སུ་ལ། ད་ལྟའི་ང་འགྲོ་བའི་སྐབས་ལ་ཨིན་ཇི་ལུང་པ་ཕྱིན་པ་རེད། ནོར་ཝེ་ཕྱིན་པ་རེད Denmark ཕྱིན་པ་རེད་ཡིན་ནས་རྒྱལ་ཁབ་སུ་འདྲ་ཕྱིན་པ་ཡིན་ནས། ང་ཚོའི་བོད་བལ་གྱི་ཁེ་ཕན་དེ་ཚུར་བླངས་ཆེད་སོ་སོའི་གི་རྒྱལ་ཁབ་ཀྱི་ཁེ་ཕན་དེ་ཕ་བཞག་གི་རེད་བསམ་ན། དུས་འང་ཡོང་མ་ལྟ། ཚང་མ་ལོག་གི་སོ་སོའི་སོ་སོའི་གི་ཁེ་ཕན་དེ་བརྙན་ལ་ལྟ་གི་རེད་མ་གཏོགས་རྗེས་ཀྱི་ང་ཚོ་བོད་པ་ལ་ཤ་ཚ་ག་ཚོད་ཡོད་རུང་ཨ་ནི་བོད་པའི་གི་ཁེ་ཕན་བརྙན་ལ་བྱས་རྗེས་སོ་སོའི་རྒྱལ་ཁོག་གི་ཁེ་ཕན་དེ་ཕ་སྐྱུར་ཡས་འདྲ་བོ་འདི་ནི་ཡོང་གི་མ་རེད་ས་བ་གཉིས་ནི་འདིའི་ཤན་པ་ཆེ་བོ་རེད། དེ་གཉིས་གཉིས་ཤན་པའི་ཐོག་ནས་ཨ་ནི་ང་ཚོས་ཆབ་སྲིད་གི་ལས་ཀ་ག་རེ་བྱེད་པ་ཡིན་ནས་ང་ཚོའི་གི་ཚོད་དཔག་ག་རེ་བྱེད་དགོས་ཀྱི་འདུག་དམིགས་ས་ག་འདྲེ་ཅིག་ལ་དམིགས་དགོས་ཀྱི་འདུག་འདུག་བྱེད་ནི་ལྟ་ནི་འགྲོ་དགོས་ཀྱི་ཡོད་རེད། རྒྱལ་སྤྱི་གི་ཆབ་སྲིད་གི་འགྱུར་གྲོས་དང་ལྟ་གི་ལྟ་གི་བྱེད་ནི། ད་དཔེར་ན་རྒྱ་གར་སུ་རུ་བྱིན་པ་ཡིན་ནས་རྒྱ་གར་གྱི་ཁེ་ཕན་དང་བོད་ཀྱི་ཁེ་ཕན་གཉིས་དེ་མཐུན་གྱི་འདུག་ན་ཨ་ནི་ང་ཚོའི་མཉམ་དུ་ཡོང་གི་རེད། དེ་མ་གཏོགས་རྒྱ་གར་གས་ཆབ་སྲིད་ཀྱི་ཐོག་ལ་རྒྱ་གར་ཁོ་རང་ཚོའི་ཁེ་ཕན་དེ་གཉེར་བལྟ་གི་རེད་མ་གཏོགས་བྱེས་ཀྱི་བོད་པའི་ཁེ་ཕན་གཉེར་བལྟ་གི་མ་རེད་ད། དེ་ཚོས་ཤེས་པ་བྱ་བར་འདུག་ས་རེད། ད་དེ་འདྲའི་ཅིག་གིས་ག་འདར་བོད་རྒྱའི་དཀའ་རྙོག་སེལ་ཡག་གི་ཐབས་ལམ་ཅིག་མ་སླེབས་བར་དུ། ང་ཚོ་བོད་ནང་ལོགས་ལ་གནས་སྟངས་ཞིབ་འཇུག་བྱེད་དགོས་པ་དེ་དཔེ་མི་སྲིད་གལ་ཆེན་པོ་རེད། ཡིན་ནའི་ད་ཁྱེད་རང་ཚོ་དོ་སྣང་ག་ཚོད་སྤྲད་ཀྱི་ཡོད་མེད་མི་ཤེས། བོད་ནང་ནོར་ནས་གནས་ཚུལ་མཁོ་སྒྲུབ་བྱེད་ཡ་འདི་ཚོ་དཀའ་ལས་ཁག་ཁག་ཏུ་འགྲོ་གི་འདུག། ལྷག་པར་དུ་ཉིས་སྟོང་བརྒྱད་བོད་ནང་ས་བྱི་ཞི་རྒོལ་ཆེན་མོ་བྱུང་བ་ནས་བཟུང་བྱས་ད་ས་བྱི་ཞི་རྒོལ་ཆེན་མོ་འདི་ང་ཚོ་བཙན་བྱོལ་ནང་སླེབས་ནས་བོད་མདོ་དབུས་ཁམས་གསུམ་གྱི་ནང་ལོགས་ལ་ཡང་ལས་འགུལ་སྤེལ་ཡ་འདི་རྒྱ་ཆེ་ཤོས་འགྲོ་བ་ཕྱིར་བ། དགེ་འདུན་པ་ཟེར་ཡ་མེད་སློབ་མ་ཟེར་ཡ་མེད། པའི་ཞིང་པ་ཟས་མེད་འབྲོག་པ་ཟས་མེད་ལས་བྱེད་ཟས་མེད་ཚང་ལ་མཉམ་ཞུགས་གནང་ཆེད་ཞི་བའི་ཐོག་ནས་ལས་འགུལ་སྤེལ་བ་རེད། དུས་དེ་ནས་བྱས་རྗེས་ད་རྒྱ་ནག་གིས་དམ་དྲག་ཆེ་རུ་ཆེ་རུ་བཏང་ཆེད་ཉིས་སྟོང་བརྒྱད་ནས་ད་བཙན་བྱོལ་ནང་ལོག་ཚུགས་གླེང་ངན་དེ་ཉུང་དུ་ཉུང་དུ་ཕྱིན་ཆེད་ཉིས་སྟོང་ཉི་ས་གཅིག་ལ་ང་རྩིས་ལེན་པའི་སྐབས་ལ་ལོ་ལྔའི་མ་དེ་ལ་ཕལ་ཆེར་བོད་ནས་མི་ལྔ་སུ་མ་དང་སླེབས་ཐུབ་མི་འདུག་ཉིས་སྟོང་ཉི་ཤུ་ཐམ་པའི་ལོ་ལ། ཉིས་སྟོང་བརྒྱད་ཀྱི་སྔན་ལ་ལོ་རྟག་པ་རེ་ཞིག་ང་ཚོ་བོད་པ་ཉིས་སྟོང་ལྔ་བརྒྱ་ནས་སུམ་སྟོང་བར་ར་སླེབས་ཀྱི་ཡོད་རེད་དེའི་ནང་ལོགས་ནས་སྤུ་བོ་མང་པོ་ཞུགས་ཆེད་སླེབས་ཆེད་འདས་སློབ་སྦྱོང་བྱེད་ཡག་ཆེད་དུ་བཞག་གི་ཡོད་རེད་བ། དེ་ཕྱིན་ནས་བོད་ཕྲུག་ཁྱིམ་སྡེ་ཚོའི་ནང་ལོགས་ལ་སྤུ་མང་པོ་ཞུགས་ཆགས་པ་རེད། ད་ཉིས་སྟོང་བརྒྱད་ནས་ད་ལྟ་ཉིས་སྟོང་ཉི་ཤུ་ལ་སྤུ་ལྔ་མི་ལྔ་བྱས་ཉིས་སྟོང་ཉི་ས་གཅིག་ལ་ང་ཚོ་སླེབས་པའི་ལོ་དེ་མི་བཅུ་རེད་བོད་ནང་ལོགས་ནས་སུ་སླེབས་ངེས། ཉིས་སྟོང་ཉི་ས་གཉིས་ལ་མི་བཞི་མ་གཏོགས་སླེབས་ཐུབ་ཡག་མ་རེད། ད་ད་ལོ་ལོ་ལ་སྤྱི་ཟླ་དང་པོ་ནས་ལྔ་བ་བར་དུ་མི་བཅུ་གཅིག་མ་གཏོགས་སླེབས་ཐུབ་ཡོད་མ་རེད་ད་ང་ཟླ་བ་གཅིག་ཕྱི་ལོག་འགྲོ་ཞུགས་པ་ར་སླེབས་བསྡད་ཡོད་ན་ནི་གང་ཞིག་མ་གཏོགས་བྱེད་ཀྱི་གཞན་པ་དེའི་པ་ར་དེ་ད་ལྟ་བར་དུ་མི་བཅུ་གཅིག་མ་གཏོགས་སླེབས་ཐུབ་མ་སོང་ཨ་བོད་ནས་ཚུར་མི་ཡོང་ཨེ་མྱོང་ཕྱིན་བོད་ལ་ཕག་མི་འགྲོ་ཐུབ་ཀྱི་ཡོད་མ་རེད་དེ་ཡིན་དུས་སེམས་པ་གནས་ཚུལ་ཕག་ཚུར་འགྲོ་ཡས་ལ་ཁྱད་པ་ཞིག་འགྲོ་གི་འདུག་བ་དེ་ནང་བཞིན་བྱས་ནས། ད་ངས་ངའི་དགོན་སྡེ་གཅིག་གཉིས་ལས་སྐད་ཅིག་བྲིས་པ་ཡིན་ཕ་ཡུལ་ལ་ཕར་འབྲེལ་བ་བྱེད་ཐུབ་ཀྱི་འདུག་བའི་ཟིན་བྲིས་ཚོད་མ་ད་ཁག་པོ་བྱེད་ཀྱི་འདུག་གཅིག་དེ་ཝི་ཅེད་རེད། རྒྱ་གར་དང་རྒྱ་ནག་གཉིས་ས་མཚམས་ཀྱི་རྙོག་དྲ་དེ་གིས་ནི་ཝི་ཅེད་དེ་རྒྱ་གར་གའི་གར་བཞག་བར་བ་དང་ཨ་མི་རི་ཀ་དང་རྒྱ་གར་གཉིས་ཀྱི་གར་བཞག་རྒྱ་ནག་གཉིས་ཀྱི་ཚོང་འབྲེལ་གྱི་རྙོག་དྲ་དེ་གི་ཐོག་ནས་ཕལ་སྐད་ལས་ཝི་ཅེད་གར་བཞག་ཡོད་རེད། དེ་ལྟར་ཡོ་རོབ་དུ་བ་ད་ལྟ་བེད་སྤྱོད་བཏང་ཐུབ་ཀྱི་ཡོད་རེད་ད VPN བེད་སྤྱོད་བཏང་བཞིན་གྱི་ཡོད་ན་ནི VVPchat ནས་འབྲེལ་བ་དེ་བྱེད་ཐུབ་ཀྱི་ཡོད་རེད་མ་གཏོགས་ཇི་གི་ཇི་མ་གནས་ཚུལ་ཡོང་ཁག་པོ་དུ་བ VChat ནས་འབྲེལ་བ་བྱེད་ཐུབ་ཀྱི་ཡོད་པའི་དབང་དུ་བཏང་པ་འདྲ་པོ་ཕྱིན་པ་ཡིན་ནས་གནས་ཚུལ་ཕྱི་ལོགས་ནས་ཡར་སླེབས་བྱས་གལ་སྲིད་ཕ་མ་དྲངས་པ་ཡིན་ན་སྐྱོན་རང་མེད་བས་སུ་རེད་ད་ལྟ་མི་དེ་ལ་ཉེན་ཁ་མེད་བས་སུ་རེད་གནས་ཚུལ་ཕྱི་ལོགས་ནས་སླེབས་ནས་འདི་ཕ་བཀྲམས་པ་དེ་གཞུང་གི་ཧ་གོ་བ་ཡིན་ན་ད་ཚོད་ང་ནང་འགྲོ་རྒྱུ་རང་རེད། ད་བོད་ནང་ལོག་ནས་གནས་ཚུལ་ཆེ་ཕྲ་ཆུང་གསུམ་ག་འདྲེ་བྱིན་པ་ཡིན་ནའི་ཕྱི་ལོག་ལ་བཏང་པ་ཧ་གོ་བ་ཡིན་ན་ད་ཙོང་ཁ་ན་འགྲོ་རྒྱུ་རེད་དེ་བྱུ་ཚ་མ་གནས་ཚུལ་གང་ལ་བཀག་སྡོམ་ཞིའུ་ཅིག་བྱས་ཨ་ནི་ཕྱིའི་མིའི་འགྲོ་ཆུག་གི་ཡོད་མ་རེད་ང་ཚོ་བོད་པ་རང་ཡང་འགྲོ་ཆུག་གི་ཡོད་མ་རེད་བ་པ་སི་པོར་ནི་ཚང་མ་ཡང་བསྡུས་བཞག་ཡོད་རེད་ད་ཁ་ཆེན་གྲོས་ཚོགས་ཚོགས་བསྡད་པའི་སྐབས་དེ་བ་ལ་ངས་གོ་ཡ་ལ་ད་བོད་རྗེས་མ་བ་སི་རྫུན་མ་སྤྲད་གི་རེད་ཞེས་ཡག་གི་འགྲོ་གཏམ་ཞིག་འགྲོ་བསྡད་གི་འདུག་ད་སྔས་མ་ནས་ཏོ་ཏོ་ཉག་སྡེ་ཡོད་པ་འདི་ཚོ་ད་ལྟ་ཕར་ཚུར་བྲི་འདུག་ནས་བལ་ཡུལ་དང་བལ་ཡུལ་ནས་བྲི་འདུག་འདི་ཚོ་འགྲོ་ཐུག་འདུག་ད་སྔ་བས་གཅིག་ནས་བྱས་རྗེས་བོད་དང་བལ་ཡུལ་གྱི་ས་མཚམས་དེ་སྒོ་ཕྱེ་བ་རེད། དེའི་ནང་ལོགས་ལ་མི་ག་ཚོད་ཡོང་གི་ཡོད་ལྕེ་ལ་ག་ཚོད་བཏང་འགྲོ་ཡོད་ད་ལྟ་ང་ཚོ་ཚོད་དཔག་ཐེབས་ཀྱི་མི་འདུག་ཡིན་པ་ཡིན་ནས་བལ་ཡུལ་དོན་གཅོད་དང་སྣེ་ལེན་ཁང་ཚང་མ་ལ་མངགས་བཞག་ཡོད་ས་མཚམས་དེ་སྒོ་ཕྱེ་བའི་རྒྱུ་མཚན་ལ་བལྟས་ནས་ཡང་བོད་ནས་མི་མང་པོ་ཞིག་ཡོང་བ་ཡིན་ན་ང་ཚོ་བོད་སྐད་གྲ་སྒྲིག་ཨང་ས་གོ་ར་དག་བཞིན་བདེ་སྲུང་ལས་ཁུངས་ལས་མངགས་བཞག་ཡོད། འོ་དེ་འདྲས་བྱས་རྗེས་ད་གྲ་སྒྲིག་འདྲ་པོ་ཅིག་སྡུག་ཆེན་བྱས་བསྡད་ཀྱི་ཡོད་རེད། ཨ་ནི་བོད་ནང་ལོག་གི་གནས་ཚུལ་དེ་ང་ཚོའི་ད་གནས་མལ་གྱི་ཐབས་ཤེས་འཚལ་སྟངས་ཡིན་ནི་རེད་ད་དེང་དུས་ཀྱི་འཕྲུལ་རིགས་ཀྱི་ཐོག་ནས་ཡང་ཅིག་ཐབས་ཤེས་ག་འདྲས་འཚལ་དགོས་ཀྱི་འདུག་དེ་གའི་ཆ་ཚང་ཅིག་བེད་སྤྱོད་སྟངས་ཆེད་གནས་ཚུལ་མཁོ་སྒྲུབ་སྒང་ལ་ཡང་ཤུགས་རྒྱག་ཡས་བསྡད་པ་དེ་སྡུག་ཆེན་རྒྱབ་བསྡད་ཀྱི་ཡོད། ཨ་ནི་གནས་ཚུལ་མཁོ་སྒྲུབ་བྱས་པ་འདི་ལ་གཞི་བཞག་ནས་ད་རྒྱལ་སྤྱིའི་ནང་ལོག་ལ་ཕར་འགྲེལ་བཤད་རྒྱབ་དགོས་ཡས་དེ་སྡུག་ཆེན་རྒྱབ་བསྡད་ཀྱི་ཡོད་ད་རམ་ས་ལ་ལ་ཆ་བཞག་གི་ཡིན་ནས་བདེ་སྲུང་ལས་ཁུངས་ཀྱི་གནས་ཚུལ་མཁོ་སྒྲུབ་བྱེད་ཡས་སྲིད་ཇུས་ཉམས་ཞིབ་ཁང་གི་དཔྱད་པ་བྱེད་ཡས། ཅེས་པ་བྱས་ཚར་བའི་གི་སྙིང་དོན་དེ་མ་ཅིག་སྟོན་ཆེད་ཨ་ནི་ཞུ་གཏུག་བྱེད་མཁན་ཚོས་གི་ཨ་ནི་ནང་དོན་གི་གནས་ཚུལ་བཟོ་ཡས་འདུག་བྱས་ནས་ཕྱི་དྲིལ་ལས་ཁུངས་འདུག་རྒྱུན་བྱས་པ་ཡང་ཨ་ནི་ཕྱི་རས་ཁ་ར་ཡོད་དེ་ངས་ང་ཚོའི་དོན་གཅོད་དང་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཨ་ནི་ཅེས་གྲོས་ཚོགས་འཐུས་མིས་བོད་དོན་རྒྱབ་སྐྱོར་ཚོགས་པ་ཟེར་ཡ་དང་ཨ་ནི་ལྷག་པར་དུ་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ད་གཞོན་སྐྱེས་མང་པོ་ཞི་བོ་ཅིག་ཕྱི་ལོག་འགྲོ་གི་ཡོད་པ་སོང་ཙང་གཞོན་སྐྱེས་འདི་གའི་དེ་ཆབ་སྲིད་ཀྱི་ལས་ཀ་བྱེད་ཡས་གི་སྡིངས་ཆ་བསྐྲུན་ཡས་གི་ཆེད་དུ་བོད་དོན་ཞུ་གཏུག་ལས་འགུལ་བྱས་བྱས་འདུ་བཞིན་སྒྲིག་འཛུགས་བྱས་ཡོད་ད་ལྟ་ང་ཚོ་སྡེ་བ་ཁང་བ་ནང་བཞིན་ཕྱི་ནས་གོམ་པ་བརྒྱབ་ཐུབ་ཀྱི་མི་འདུག་དེ་ཡིན་ནའི་མ་འོངས་པར་འདི་ཤུགས་ཆེན་པོ་ཅི་དང་ནོན་པོ་ཅི་དང་སྤྱི་ཚོགས་ལ་ཕན་ཐོགས་པ་ཅི་ཡོང་ཡག་གི་ང་ཚོའི་རེ་བ་སྒྲོག་བཞིན་འདུག་ཆེན་རྒྱབ་འདེད་ཀྱི་ཡོད། ཨོ་དེ་འདྲས་རེད། ད། ཆབ་སྲིད་དང་འབྲེལ་བའི་ཐོག་ནས། ད་ཕྱིའི་རྒྱལ་ཁབ་ལ་ད་ལྟ་ང་ཚོས་སྲིད་ཇུས་འགྱུར་བ་གཏོད་ཅི་བཏང་བ་རེད་རྩ་བའི་དབུ་མའི་ལམ་གྱི་སྲིད་ཇུས་ག་ས་དབུ་མའི་ལམ་གྱི་སྲིད་ཇུས་འདི་རང་སོར་གནས་པའི་སྒང་ལ་ད། བོད་ཀྱི་ལོ་རྒྱུས་ཀྱི་གནས་བབ་འདི་གང་ལ་ཡང་དོ་སྣང་བྱེད་མ་སྤྲད་པ་ཡིན་ན། ང་ཚོ་མ་འོངས་པར་འཐུས་ཤོར་ཆེན་པོ་ཅིག་འགྲོ་ཡག་གི་ཉེན་ཁ་འདུག་དེ་ཡིན་དུས་བསམ་པ། ཨ་ནི་རྒྱལ་སྤྱིའི་གི་ནང་ལོགས་ལ་ཡང་ད་ལུང་པ་ཁ་བ་ཕྱིན་པ་ཡིན་ནའི་ཕྱི་ཚེ་ལས་ཁོང་ཚོ་ཐུག་གི་ཡོད་རེད། ཆབ་སྲིད་དུ་མི་སྣ་ཚོ་ཐུག་གི་ཡོད་རེད། འདི་བྱེད་དུས་བསམ་པ་ཁོང་ཚོ་ལ་འགྲེལ་བཤད་རྒྱབ་པའི་ལ་ཡང་དོན་དག་གསུམ་ཞིག་འགྲེལ་བཤད་རྒྱབ་གི་ཡོད། རེད། རྩ་བའི་དབུ་མའི་ལམ་གྱི་སྲིད་བྱུས་དེ་རང་འཇགས་བྱས། ད་ཐབས་བྱུས་འདི་ཁྱེད་རང་ཚོ་ཡིན་ནའི་མི་གཞན་པས་སྐད་ཆ་དྲིས་པ་ཡིན་ན་ལན་འགའི་གོ་གི་ཡོད་རེད་ད། ད་ཐབས་བྱུས་འདི Strategy ཞེས་ནས་རེད Tactic ཞེས་ནས་རེད་དེ་ང་ཚོ་ག་རེ་འགྱུར་བ་བཏང་ཡོད་རེད་ཟེར་ན། ད་དབུ་མའི་ལམ་གྱི་ཐོག་ནས་ད་ལྟ་བར་དུ་དཀའ་ལས་རྒྱབ་བསྡད་པ་རེད་ཉིས་སྟོང་གཉིས་ནས་བཅུ་བར་དུ་འབྲེལ་མོལ་ཞིག་བྱུང་བ་རེད་ཞི་མོལ་འགྲོ་བ་རེད་ད་ཉིས་སྟོང་བཅུ་ནས་ཕྱི་ནས་ད་ལྟ་བ་འདས་པའི་ལོ་བཅོ་གསུམ་རིང་ག་ལ་ཡག་གོམ་པ་མདུན་སྤོས་བཅས་རྒྱབ་ཐུབ་ཡོག་མ་རེད་ད་ང་ཚོའི་སྲིད་ཇུས་འདི་རྒྱ་ནག་ང་ཚོའི་ང་ཚོ་མཉམ་དུ་སྐད་ཆ་བཤད་ཡག་གི་གདེང་ཆ་དེ་ག་ན་མ་སླེབས་རང་སླེབས་ཀྱི་བཟོ་དགོས་འདུག་ཟེར་ཡག་དེ་རེད་ད་འདི་བཟོ་བ་ན་ཨ་ནི་རྒྱ་ནག་གི་ད་ཁོ་རང་ཚོའི་མ་སྡོད་ཡག་གནས་ཚུལ་ཆེ་ཤོས་འདི་རྒྱལ་ཁབ་ཀྱི་མངའ་དབང་ཟེར་ཡག་དེ་རེད་སོ་བེ་རེན་ཁྲི་ཟེར་ཡག་དེ། དེ་ཡིན་དུས་བསམ་པ་ད་ལྟ་བར་དུ་ང་ཚོ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་དགེ་བཤེས་བོད་པ་ཚོ་ལ་ཡང་རང་སྐྱོང་ཚད་དང་ལྡན་པ་ཅིག་རག་གི་ཡོད་པ་ཡིན་ན་ཨ་ནི། རང་སྐྱོང་ཚད་དང་ལྡན་པ་རག་གི་ཡོད་པ་ཡིན་ན་ཨ་ནི་མ་འོངས་པ་གར་ཞུགས་ར་ད་འོ་འདུག་བྱས་བྱས་འགྲོ་བསྡད་དགོས་ཀྱི་ཡོད་དུས་ད། ཕྱོགས་གཅིག་ནས་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་ཡིན་པའི་གི་གནས་བབ་འདི་ང་ཚོ་ད་ལྟ་སྟེར་ཆེད་དཀའ་ལས་མ་བརྒྱབ་པ་ཡིན་ན། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ནས་བོད་པའི་ལོ་རྒྱུས་ཤེས་མཁན་མེད་པ་ཆགས་འགྲོ་བའི་ཉང་ཁ་འདུག་ལ། གཅིག་དེ། ད་ལྟ་རྒྱལ་ཁབ་སོ་སོ་དུ་འདི་ལབ་བསྡད་ཀྱི་ཡོད་ད། ང་ཚོའི་བོད་པས་ཀྱི་བྲིས་ཞབས་པད་ཀྱི་རྩིས་དཔོན་ཞྭ་ཁ་པ་ནས་བྱིན་ནས་ལོ་རྒྱུས་ཀྱི་ཐེབས་མཚོ་ཁྱི་གི་མེད་ཁོ་བོད་པས་བྲིས་ཞྭ་ཁྱོ་ཡིན་དུས་ཁྱོག་བཤད་རེས་ལབ་མ་སྲིད་པ་དེ་གལ་མ་རེད་བ། ཡིན་ནས་ཁོ་ལྟ་ངན་ཅིག་ལྟ་འགྲོ་དགོས་རེད་བ། དེང་སང་ང་ཚོ Dutch མི་བྱི་བ་རེད་རྒྱ་མི་མི་བྱི་བ་རེད་ཁོ་གཉིས་གཉིས་ཀྱི་བྲིས་ཞྭ་བད་ཀྱི་ལོ་རྒྱུས་ཀྱི་བོད་གང་ལ་ལོ་རྒྱུས་བྲིས་བྲིས་ཞྭ་བད་ཐེབས་རྙེད་དེ་ཁྱི་འགྲོ་གི་ཡོད། དེ་ཁྱི་བྱས། འདས་པའི་ལོ་གཉིས་དེ་ཕྱེད་ཀ་གསུམ་གྱི་ནང་ལོག་ལ་ཁོ་ཚོས་བསྟན་བསྟོན་ཞྭ་བད་ཐེབས་རེད། ཁུངས་བཅོལ་ས་མང་པོ་བྱོས་རེད་སྔན་མ་གི་ལོ་རྒྱུས་བྲིས་པ་དང་འདྲ་གི་མ་རེད་ཨེ་ནི་ཨིན་ཇིའི་གོབ་སེར་དེ་བྲིས་བྱས་པ་དེ་རྒྱལ་སྤྱིས་ཀྱི་ཁྲིམས་ཀྱི་ངོ་བོ་ཐོག་རང་ནས་བལྟས་ཡོད་རེད་ཁོའི་དེབ་པའི་ཁོ་རང་གི་དེབ་དེ་མ་ཐོན་གི་སྔོན་ལོ་བདུན་བརྒྱད་ཕྱི་རིང་ག་ལ་ཨེ་ནི་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་ཀྱི་ལུང་པ་མ་འདྲ་མང་པོ་ཅིག་ནང་ལོག་ནས་མཁས་པ་བདུན་ཅུ་བརྒྱད་ཅུ་ཞིག་མཉམ་དུ་ལོ་བདུན་བརྒྱད་ཕྱིས་ཁོས་གོ་བསྡུར་བྱས་རྗེས་དེབ་དེ་བཏོན་ཡོད་རེད་རྒྱ་མཚོ་ལོ་ཆུང་ང་ཚོ་དུས་ཚོད་ཆུང་བ་ཡིན་ན Tibet Brief Twenty Twenty ཟེར་ཡ་དེ་ཅིག་ཀློག་ཐུབ་པ་ཡིན་ན་བུའི་ནང་ལོགས་ལ་རིམ་པས་དོན་ཡོང་གི་རེད། དེ་གཅིག་ཀློག་ཐུབ་པ་ཡིན་ན་སོ་སོའི་གི་ལོ་རྒྱུས་ཤེས་གི་རེད། རེད་བ། ཁོས་དེ་དེབ་དེ་ནང་ལ་ཁུངས་ག་རེ་བསྐྱལ་གི་ཡོད་རེད་ཟེར་ན། བོད་དང་སོག་པོའི་པ་ར་འབྲེལ་བ་ཡིན་ན་འདྲ་འདུག་བོད་དང། རྒྱ་གི་པ་ར་ལ་འབྲེལ་བ་མིང་གི་ཟེར་ཡ་དེ་རེད་འདིའི་པ་ར་འབྲེལ་བ་ཡིན་ན་འདྲ་འདུག་ད་དུས་ཚོད་འདི། བོད་དང་སོག་པོ་སི་དུས་ཚབ་པ་སོག་པོ་དེ་རྒྱ་མི་གི་ལོ་རྒྱུས་བཤད་ཡོང་དུས་ཡུ་ཨན་ཟེར་ཡ་དེ་ཤེས་གི་ཡོད་རེད་ཡུ་ཨན་ཟེར་ཡ་དེ་གཅིག་སྟོང་བདུན་བརྒྱ་གཅིག་སྟོང་ཉིས་བརྒྱ་བདུན་ཅུ་དོན་གཅིག་ནས་གཅིག་སྟོང་སུམ་བརྒྱ་དྲུག་ཅུ་རེ་བརྒྱད་བར་སྐད་ཆ་དེ་རེད་དེ་སོག་པོས་གི་རྒྱ་ནག་དབང་བསྒྱུར་བྱས་ཚར་བའི་རྗེས་གི་དུས་ཡུན་དེ་ཤེས་གི་ཡོད་རེད་སོག་པོ་དེ་མངལ་ནས་ཡོད་ཡོད་པ་རེད་ས་སྐྱ་པཎྜི་ཏཱ་ཀུན་དགའ་རྒྱལ་མཚན་དང་འགྲོ་མགོན་ཆོས་ཀྱི་འཕགས་པའི་སོག་པོ་མཉམ་དུ་འབྲེལ་བ་དེ་དུས་རབས་བཅོ་གསུམ་བོད་ཀྱི་དཀྱིལ་དེ་བ་ནས། བཟོས་ཟིན་པ་རེད། བོད་ནང་ལོགས་ལ་དཔོན་ཆེན་ཟེར་ཡག་གི་འགྲོ་ལུགས་འདི་གའི་ཚང་མ་ལོ་ས་སྐྱའི་སྐབས་ནས་དར་བ་རེད། རེད་བ། ངོ་སྡུག་བྱས་རྗེས་ལོ་བརྒྱ་སྐོར་ཅིག་ང་ཚོ་འདུག་ཟིན་བསྡད་པ་རེད། ཨ་ནི་སོག་པོས་ཀྱིས་རྒྱ་ནག་དབང་བསྒྱུར་བྱས་པ་རེད། དེའི་དུས་འདི་ལ Yuan ཟེར་ནས་རྒྱ་མིས་ལབ་གི་ཡོད་རེད། ཁོང་ཚོ་རྒྱ་ནག་གི་ལོ་རྒྱུས་ནང་གཅིག་སྟོང་ཉིས་བརྒྱ་དུས་དོན་གཅིག་ནས་གཅིག་སྟོང་སུམ་བརྒྱ་དྲུག་ཅུ་རེ་བརྒྱད་རེད། དེའི་སྔན་ནས་སོག་པོ་ཡོད་པ་རེད་དེའི་རྗེས་ལས་སོག་པོ་ཡོད་པ་རེད། ད་གཅིག་སྟོང་སུམ་བརྒྱ་དྲུག་ཅུ་རེ་བརྒྱད་ནས་ཕྱིན་ནས་གཅིག་སྟོང། དྲུག་བརྒྱ་ཞེ་བཞི་ཞེ་བཞི་བར་དུ་ལོ་སུམ་བརྒྱ་སྐོར་ཅིག་ཨ་ནི་མིང་ཞེས་བྱ་སྟེ་མིང་དེ་ག་དེ་རྒྱ་མི་རིགས་རང་རེད་རྒྱ་མི་རྒྱ་མི་རིགས་དག་རང་རེད་དེའི་པ་ར་དེ་ལ་ང་ཚོ་བོད་ཀྱི་རྒྱལ་རྒྱུད་རིམ་པ་གསུམ་བྱུང་བར་བ་ས་སྐྱའི་རྗེས་ལ་ཕ་མ་གྲུ་པའི་ལོ་བརྒྱ་ཡས་མས་ཅིག་བྱུང་བ་རེད་དེའི་རྗེས་ལ་ཡ་ག་ཞུ་རེད་རིན་སྤུངས་པ་ཀྱི་ལོ་བརྒྱ་ཡས་མས་ཅིག་བྱུང་བ་རེད་དེའི་རྗེས་ལ་སྡེ་པ་གཙང་པའི་ལོ་བརྒྱ་ཡས་མས་ཅིག་བྱུང་བ་རེད། རྒྱ་ནག་གི་མིང་གོང་མ་སྟོབས་ལོག་རྒྱ་ངན་དེ་མ་འཇུ་གོང་མ་འཛུ་རེད་དེ་ཆིང་བཟི་གི་ཡོད་རེད་ཁོ་ཚོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་བཞི་བཞི་ལ་ཡ་སྟོབས་ལོག་རྒྱབ་པ་རེད་འདིའི་ལོ་གཉིས་སྔོན་ལ་བོད་ནང་ལོག་ལ་རྒྱལ་བ་སྐུ་འདྲེན་ལྔ་བས་ཀྱི་ཨ་ནི་རྒྱལ་བ་སྐུ་འདྲེན་ལྔ་བ་ཆེན་པོས་ཀྱི་བོད་ནང་ལོག་ལ་ཆོས་སྲིད་གཉིས་ཀྱི་མཛད་འགན་བཞེས་གྲུབ་པ་རེད་ལོ་གཉིས་སྔོན་ལ། རེད་བ། ད་མི་ངན་དེ་ག་དེ་གྱང་ཚོ་ཀུང་ཧྥུའུ་པིག་ཅེ་དེ་ཚོ་ལྟ་གི་ཡོད་ད་ངས་དེ་ཕྱི་རྒྱལ་ལས་དེ་ག་རང་ལབ་ཐུབ་ཡོད་ཁྱོད་ཚོ་ཀུང་ཧྥུའུ་གི་གློག་བརྙན་དེ་འདྲ་ལྟ་གི་ཡོད་ན། དེ་ཚོ་དང་ད་ཁྱོད་ཚོ་མ་ནས་འབྲུ་ཤུམ་འབྲུ་ཤུམ་ལ་ཡེ་ཚོ་མ་ཚོ་ཞི་ལ་ལྟ་གི་ཡོད་མ་རེད་ང་རྒྱབ་ལོག་གི་འབྲུ་ཁུང་ཚོ་ལྟ་གི་ཡོད་ཏེས་ཏེས། དེ་ལྟ་དུས་ཚན་པ་ལ། རྒྱ་མི་འདི་ཚོ་ག་དུས་ནས་ཧི་རོ་རེད་དུ་བ། དྲ་གུ་དེ་ག་ཚང་མ་མ་མཆུ་རེད་མ་མཆུ་དེ་ག་དེ་ཆིངས་ཞེ་ཡ་དེ་ག་དེ་རེད་ད། བྱས་ན་རྒྱ་ནག་མི་མང་དཀྱུས་མས་ཀྱི་བསམ་བློ་ནང་ལོག་ལ་མ་འཕྱུར་ཟིན་མཁན་དེ་རྒྱ་མི་རིགས་ནང་བརྩི་གི་ཡོག་མ་རེད་སོག་པོ་ད་ག་བ་ན་བརྩི་གི་རེད་བོད་པ་ག་བ་བརྩི་གི་རེད། སོག་པོ་དེ་གས་དེ་རྒྱ་མི་རིགས་ཡིན་ཟླ་གི་ཡོད་ན་ཨ་ནི་འཛམ་བུ་རིང་ཕྱེད་ཀ་ལྷག་ཅིག་ཅིང་ཀིས་ཁཱན་གྱི་དབང་དུ་བསྡུས་པ་རེད་བ་ཨ་ནི་ད་རིང་རྒྱ་ནག་གི་འཛམ་བུ་རིང་ཕྱེད་ཀ་ང་ཚོའི་འོག་ལ་ཡིན་ཟླབས་ནས་འགྲིག་གི་འདུག་བ། རྩོད་པ་རྒྱབ་སྟངས་གཅིག་ཐལ་བ་ཡིན་ན་དེ་ཚོ་ལ་ད་ཡས་མེད་རེད་བ། དེ་བྱེད་དུས Michael Van Walt Van Prague གི་དེབ T-shirt ནང་གར་ལབ་དགོས་རེད་ཟེར་ན་བོད་དང་སོག་པོའི་འབྲེལ་བ་བོད་དང་མིང་གི་འབྲེལ་བ་བོད་དང་ཆིང་གི་འབྲེལ་བ་ཆིང་དེ་གཅིག་སྟོང་དྲུག་བརྒྱ་བཞི་བཞི་བཞི་བཞི་བཞི་ནས་གཅིག་སྟོང་དགུ་བརྒྱ་བཅུ་གཅིག་བར་དུ་བྱེད་ཀྱིས་དབང་བསྒྱུར་བྱས་པ་རེད་རྒྱ་ནག་ནང་ལོགས་ལ། རེད་བ། དེ་ནས་ནི་རྒྱ་ནག་ཐོར་བར་བ། འོ་འདུག་བྱས་བྱས་འདིའི་དུས་ཡུན་འདི་གའི་ཚང་མ་བརྩིས་པ་ཡིན་ནའི་འདྲ་འདུག་དེང་སང་གི་རྒྱལ་སྤྱིའི་གི་ཁྲིམས་ཀྱི་ཐོག་ནས་བཤད་པ་ཡིན་ནའི་བོད་དེ་རྒྱ་ནག་གི་ཆ་ཤས་དུས་ནམ་ཡང་བརྩིས་མྱོང་མི་འདུག་ཟེར་ཡ་དེ་བཤད་ཀྱི་ཡོད་རེད། འོ་འདུག་བྱས་བྱས་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཐ་ན་ཕྱི་རྒྱལ་མི་གཅིག་གིས་བོད་ཀྱི་ལོ་རྒྱུས་ཐོག་ལ་རྒྱལ་སྤྱིའི་གི་ཁྲིམས་ཀྱི་ངོ་བོ་ཐོག་ནས་བལྟས་བྱས་སྡུག་ཕྱིན་བྲིས་ཡོད་རེད། ད་འདི་ལ་ད་ལྟ་རྒྱ་ནག་གཞུང་གིས་རྩོད་པ་བརྒྱབ་ཐུབ་གི་ཡོག་མ་རེད། གཞུང་བ་རྩོད་པ་བརྒྱབ་པ་ཡིན་ན་ཁོ་ཚོ་དེབ་ལྟོས་ཤིག་ད་ང་ཚོ་ལྟ་ཆོག་གི་རོགས། འོ་དེ་རེད། ད་དེ་ནས་ཤིན་ཤིན་ནས་རྒྱ་མིའི Professor Lao Han Chin ཟེར་མཁན་དེ་སང་ཨ་རིར་བསྡད་གི་ཡོད་རེད། ཁོ་རང་ཆུང་ཆུང་ག་ནས་དཔེ་རྒྱ་ནག་གི་ག་དུས་ཡིན་ནས་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆགས་ཤེས་རེད་ཟེར་ལབ་བསྡད་གི་འདུག་ག་རེ་བྱས་ནས་ཡིན་ན་བསམ་ནས་ཁོ་རང་ཆུང་ཆུང་ག་ནས་བོད་སེམས་ནང་ལོག་ལ་འདི་ཅིག་འཁོར་བསྡད་གི་འདུག་ཨ། རྗེས་ལ City University Hong Kong གི་དཔལ་འབྱོར་རིག་པའི་གི་སློབ་དཔོན་བྱས། འཛམ་བུ་གླིང་འབྲེལ་བ་མང་པོ་ཆགས་རྗེས་ད་ཕེ་ཁའི་ལས་བའི་ཐོན་འགྲོ་དུས་བསམ་པ་ལ་ཨ་ནི་ཁོས་རྒྱ་ནག་གན་ཁོལ་གི་དེ་བེད་མ་འདྲ་བྱས་ཡོད། ཁོས་གི་རྒྱ་ནག་གོང་མ་གི་ལོ་རྒྱུས་ཀྱང་ཀྱང་བལྟས་ཡོད་ད་སོག་པོ་དེ་གའི་དེ་རྒྱ་ནག་ནང་བརྩིས་པ་ཡི་དབང་དུ་བཏང་བ་ཡིན་ན། མན་ཆུ་དེ་གའི་དེ་རྒྱ་ནག་བརྩིས་པའི་དབང་དུ་བཏང་བ་འདྲ་བྱས་ན། འོ་ད་སོག་པོ་གི་རྒྱ་ནག་གོང་མ་བྱས་པའི་བཀའ་ཡི་ནས་རེད་མིང་གི་རྒྱ་ནག་གོང་མ་བྱས་པའི་སྐབས་ལ་ཡི་ནས་རེད་ཆིང་གི་རྒྱ་ནག་གོང་མ་བྱས་པའི་སྐབས་ལ། དེ་ཡིག་གི་རྒྱ་ཡུལ་གསུམ་དེ་ནང་ལོགས་ལ་བོད་འདི་རྒྱ་ནག་མི་དམངས་ཀྱི་རྒྱ་ནག་གི་ཆ་ཤས་རེད་ཟེར་ཡ་དེ་དུས་ནམ་ཡང་བྱུང་མི་འདུག་ཟེར་ནས་ཁོས་དེ་ཁུངས་སྐྱེལ་ཁར་དེ་རྒྱ་མིའི་པོར་ཧེ་སེ་ཞིག་ལབ་གི་ཡོད་རེད། བྱས་ཙང་དེབ་འདི་གཉིས་གཉིས་ཁྱེད་ཅག་དེ་སང་ང་ཚོ་འཛམ་བུ་གླིང་ལ་འགྲེལ་བཤད་ག་རེ་རྒྱབ་གི་ཡོད་རེད་ཟེར་ན་ད་ཁྱེད་རང་ཚོས་རྒྱ་ནག་གཞུང་གི་ཤེས་ལབ་པ་ནང་བཞིན་བྱས་ནས་བོད་འདི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གི་ཆ་ཤས་རེད་ཟེར་ནས་མུ་མཐུད་ནས་ལབ་བསྡད་གི་ཡིན་ན་ཁྱོད་ཚོ་རྒྱལ་སྤྱིའི་ཁྲིམས་དང་འགལ་གི་ཡོད་རེད་ཟེར་ནས་ལབ་གི་ཡོད། རྒྱལ་སྤྱིའི་ཁྲིམས་དང་ག་འདྲི་ཞིག་འགལ་གྱི་ཡོད་རེད་ཟེར་ན་ང་ཚོ་བོད་དང་རྒྱ་ནག་བར་ར་ལ་ཡ་གྲོས་མཐུན་དོན་ཚན་བཅུ་བདུན་ཟེར་ཡ་དེ་མ་གཏོགས་ཡོད་མ་རེད་ཟེར་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་ཡ་དེ People's Republic of China ཟེར་ཡ་དེ་ཡིག་ཆ་གཅིག་མ་གཏོགས་ཡོད་མ་རེད་ད་ཟེར། ཡིག་ཆ་གཅིག་དེ་ཡང་ཆབ་མདོ་ལ་ཡ་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ཕྱི་ཟླ་བཅུ་བའི་ནང་བཙན་འཛུལ་བྱས་ཚར་བའི་རྗེས་ལ་ཨེ་ལྔ་བཅུ་ང་བཞི་ཕྱི་ཟླ་ལྔ་བའི་ནང་ང་ཚོ་དེ་བཞག་བཅུག་པ་རེད་བ་བཙན་འོག་ཐོག་ནས་གལ་སྲིད་དེ་མ་བཞག་པ་ཡིན་ན་དམག་བརྒྱབ་བྱས་བསད་གི་ཡིན་ཟེར་བ་རེད་བ། འདུག་ཟེར་ནས་རྒྱལ་སྤྱིའི་གི་ཁྲིམས་ཀྱི་ནང་ལ་ཆིངས་ཡིག་གན་ཡིག་གྲོས་མཐུན་ག་འདྲས་འགྲབ་བཞིན་པ་ཡིན་ནས་བཙན་འོག་གི་ཐོག་ནས་བཞག་འཁྱུར་བ་ཡིན་ན་དེ་ཁྲིམས་ཀྱི་ནུས་པ་ཡོད་མ་རེད་ཞེས་ནས་ཁོ་རང་ཚོས་བཤད་གི་ཡོད་རྒྱལ་སྤྱིའི་ཁྲིམས་ནང་ལ་ད་དེ་ཡིན་པ་ཡིན་ན་འཛམ་བུ་གླིང་གཞན་པ་ཚང་མ་ལོག་ལ་རྒྱལ་སྤྱིའི་ཁྲིམས་བེད་སྤྱོད་བཏང་དགོས་ཡ་ང་ཚོ་བོད་པ་གཅིག་པོ་ངང་ལ་བཏང་མི་དགོས་གནས་སྟངས་ག་རེ་ཆགས་གི་ཡོད་རེད་ང་ཚོ་དེ་བོད་པ་དེ་ག་དེ་འཛམ་བུ་གླིང་གཞན་པ་ཞིག་ནང་བསྡད་བསྡད་ཡོད་རེད་མ་རེད་བ་འཛམ་བུ་གླིང་ད་ག་རང་ནང་བསྡད་བསྡད་ཡོད་རེད་བ་ང་ཚོ། ད་ལྟའི་དུས་ཚོད་འདི་ལ་འདི་བཤད་པ་ཡིན་ན་ལྟོས་ཅིག་མིའི་ཀླད་པའི་ནང་འཇུག་པ་འདི་ག་རེ་བྱེད་ནུས་ཡོང་གོ་ཟེར་ན། ར་ཤི་ཡ་གི་པུ་ཏིན་གྱིས་ད་ལྟ་ཡུ་ཀེ་རེན་དབང་བསྒྱུར་བྱེད་ཡ་དེ་སྙེ་མ་ཁོ་ཚོའི་ཆ་ཤས་ཡིན་ཟེར་ལོ་རྒྱུས་ཀྱི་ཐོག་ནས་ཆ་ཤས་ཡིན་བཤད་བསྡད་ཀྱི་ཡོད་རེད་བ། དེ་ཚོ་དང་བསྟུན་བཅས་བཤད་ཡོང་དུས་ཨ་ནི་ཆབ་སྲིད་པའི་ཀླད་པ་འདི་ནང་ལ་ཡ་ལྟོ་གོ་ཚོད་བསྡད་ཡ་འདྲ་བྱུང་བ་རེད། གཅིག་འདི་བཤད་ཀྱི་ཡོད་རེད། གཉིས་པ་འདི་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ཁྱེད་ཚོས་ཕྱོགས་གཅིག་ནས་བོད་འདི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆ་ཤས་ཡིན་ཞེས་ལབ་བསྡད་ཀྱི་འདུག་རྒྱ་ནག་གཞུང་གིས་ལབ་ལབ་པ་ལ་ཤིན་ཆད་ནས། ཕྱོགས་གཞན་པ་གཅིག་ནས་རྒྱ་རོམ་ཅེའི་སྐུ་ཚབ་དང་རྒྱ་ནག་གཞུང་གི་པ་ར་ལི་ཡར་གྲོས་མོལ་བྱེད་ཡ་ལ་རྒྱབ་སྐྱོར་ཡོད་ཞེས་དེས་ལབ་བསྡད་ཀྱི་འདུག་འདི་གཉིས་གཉིས་གབ་མཚུངས་པོ་མི་འདུག་ཟེར་གྱི་ཡོད། བོད་ནང་ལོག་ན་ར་ཁོག་ན་ཤེས་ཞེས་གདམ་བྱ་བཞག་ཟེར། རྒྱལ་སྤྱིའི་ནང་ལོགས་ལ་ཁྱེད་རང་ཚོས་ཀྱི་རྒྱ་ནག་གི་ཤེས་ལས་པ་ནང་བཞིན་ཁྱེད་རང་ཚོ་ཚང་མ་ལོགས་བོད་མི་དབང་བོད་དེ་རྒྱ་ནག་མི་དབང་སྤྱི་མཐུན་རྒྱལ་ཁབ་ཆགས་བཤད་ཟེར་ལབ་དུས་ཨ་ནི་རྒྱ་ནག་ང་ཚོའི་རྩ་ལ་ཡོང་ནས་སྐད་ཆ་བཤད་དགོས་ཡ་གི་རྒྱུ་མཚན་ཁོ་རང་ལྷག་མ་སོང་བ་ཨ། བོད་ཀྱི་ལོ་རྒྱུས་གནས་བབ་ལ་གདེང་འཇོག་བྱེད་མེད་ན། གལ་སྲིད་ཨ་མི་འདུག་ཨ། ད་གསུམ་པ་དེ་ག་རེ་ལ་དགོས་ཟེར་ན། ང་ཚོ་བོད་མཐོ་སྒང་དུ་གང་ལོ་བརྒྱ་ཕྲག་མང་པོ་བསྡད་པ་རེད། བོད་རང་བཙན་བྱས་རྗེས། ང་ཚོ་བོད་མཐོ་སྒང་དེ་གང་བསྡད་པའི་སྐབས་ལས་ང་ཚོས་མ་ཤེས་པ་ཆེ་ང་ཚོའི་ཁྱིམ་མཚེས་རྒྱལ་ཁབ་ཚོས་ང་ཚོའི་སྐོར་ལ་ཐག་གཅོད་བསྡད་པར་བ། ལྷག་པར་དུ་ཨིན་ཇི་གཞུང་གིས་རྒྱ་གར་ཨིན་ཇི་གཞུང་དང། རྒྱ་ནག་དང་ཨུ་རུ་སུ་གསུམ་གིས། ད་ད་ལྟ་ང་ཚོ་རྒྱལ་སྤྱིའི་ནང་ལོགས་ལ་བཙན་བྱོལ་བྱས་ནས་གནས་བསྡད་ཡོད་དུས་བསམ་པ་ལས་ཁྱེད་རང་ཚོ་བོད་སྐོར་ལ་ཐག་གཅོད་ཀྱི་འདུག་བ། ཁྱོད་ཚོ་ལ་ཐོབ་ཐང་ག་རེ་ཡོད་ཟེར་གྱི་ཡོད། རྒྱལ་སྤྱིའི་སྤྱི་ཚོགས་ལ་བོད་སྐོར་ལ་ཐ་དོད་ཐག་གཅོད་བྱེད་ཡག་གི། བོད་ཀྱི་ལོ་རྒྱུས་གས་ཀློག་མྱོང་བས་ཡག་པོ་བྱེད་ནི། དེས་ཤེས་ཀྱི་ཡོད། དེབ་སྐད་སྤྲད་ཀྱི་ཡོད། དེ་ཡིན་དུས་བོད་ཀྱི་རང་བཙན་ཡིན་པའི་གི་ལོ་རྒྱུས་གནས་བབ་དེ་མ་ཤེས་པ་ཡིན་ན། ཨ་ནི་མི་ཚང་མ་ལོག་རྒྱ་ནག་གི་ཁྱབ་བསྒྲགས་དེ་ཤུགས་ཆེ་དྲགས། རྒྱ་ཁྱབ་ཆེ་དྲགས་ནི། ཨ་བོད་དེ་སྙེ་མ་ནས་རྒྱ་ནག་གི་འོག་ལ་མེད་འགྲོ་སྲིད་ད། དུས་རབས་བདུན་པ་ནས་བཤད་པ་རེད་བཅོ་གསུམ་ནས་བཤད་པ་རེད་བཅོ་བརྒྱད་བཤད་པ་རེད་ཁུངས་འཁྱོལ་ཐུབ་ཡོད་མ་རེད་ད་དེང་སང། Since time immemorial ལབ་དགོས་རེད་ད་ག་དུས་ལབ་དགོས་རེད་ད་དུས་དུས་ལོ་སུམ་སྟོང་བཞི་སྟོང་ཁྲི་བརྒལ་ནས་ལབ་དགོས་ཡོད་རེད་བས། Since time antiquities ལབ་དགོས་ཡོད་རེད་ད་དུས་རྙིང་པའི་སྐབས་ནས་ཟེར་བ་རེད་ད་དུས་རྙིང་པ་དེ་ག་དུས་ནས་བརྩི་དགོས་རེད། རེད་བ། འོ་འདུག་ཕྱིས་ནས་སྐད་བཤད་དེ་གོ་ཡོད་སེམས་པ་འདི་ཁྱེད་རང་ཚོ་ལངས་ཕྱོགས་དེ་འགྲིག་གི་མི་འདུག་ད། ཁྱེད་རང་ཚོས་རྒྱ་ནག་གཞུང་གིས་དཔེར་ན་འཛམ་བུ་གླིང་འདིའི་ནང་ལོགས་ལ་ཡང་རྒྱལ་ཁབ་གཅིག་གི་གཞན་པ་གཅིག་དབང་སྒྱུར་བྱས་རྗེས་ཨ་ནི་འདིའི་རྒྱལ་ཁབ་དེ་ང་ཚོའི་ཡིན་ཟེར་འཛམ་བུ་གླིང་གིས་བཤད་དགོས་ཀྱི་ཡོད་ཟེར་ནས་སུས་བཤད་བསྡད་ཀྱི་འདུག་གསུངས། རྒྱ་ནག་ཆེན་པོ་རུ་བ་ཟེར། རྒྱ་ནག་ནང་ལོགས་ལ་ཆ་བཞག་གི་ཡིན་པ་ཡིན་ནས་མང་ཆུ་འདི་ག་དེ་རྒྱ་ནག་གི་ཆ་ཤས་རེད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆ་ཤས་རེད་ཟེར་ནས་འཛམ་བུ་གླིང་གཞན་པ་ལབ་བཅུག་གི་མི་འདུག་བ་ཟེར། སོག་པོ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆ་ཤས་རེད་ཟེར་ནས་ལབ་བཅུག་གི་མི་འདུག་བ་ཟེར། ཤར་ཏུར་ཀི་སི་ཐན་གྱི་དབུས་གུར་གྱི་མི་རིགས་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆ་ཤས་རེད་ཟིན་ལབ་ཆོག་གི་མི་འདུག་བ། བོད་སྤྱི་ཁོག་སྒང་ལ་ཡང་རྒྱ་ནག་གི་རྒྱལ་ཁབ་གཞན་པ་ཚང་མ་ལོག་ལ་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གི་ཆ་ཤས་ཡིན་ཟིན་གར་ཆེན་ལབ་ཆོག་གི་ཡོད་རེད་ཟིན། དེ་གར་ཆེན་ནས་ལབ་པ་ཡིན་ན་རྒྱ་ནག་གཞུང་ཁོ་རང་ཚོ་གི་ཧ་གོ་གི་ཡོད་རེད་ཟིན་བོད་ལ་དབང་བསྒྱུར་བྱེད་ཡག་གི་ཁྲིམས་མཐུན་གྱི་གནས་བབ་མེད་པ་དེ་ཁོ་ཚོས་ཤེས་གི་ཡོད་རེད་ཟིན། ཤེས་གི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་ནས་ཁྲིམས་མཐུན་གྱི་གནས་བབ་རག་ཡག་གི་ཐབས་ཤེས་བྱེད་གི་ཡོད་དེ་ཁྱོད་རང་ཚོ་སྤྲད་གི་འདུག་བ། བཤད་ཀྱི་ཡོད། ད་དོ་སང་ཏེ་སི་ཤེ་ན་མ་དུ་ཞིག་ཡོང་གི་མི་འདུག་གོ་དགུ་རུ་གཅིག་པོ་བསྡད་དེ་ནི་ཕན་གྱི་མི་འདུག། རྒྱལ་སྤྱིའི་སྤྱི་ཚོགས་ལས་འདུག་ཕྱིན་བཤད་འགྲོ་གི་ཡོད་ཁོ་ཚོས་ཉན་གྱི་འདུག་དོ་སྣང་ཞིག་སྤྲད་ཀྱི་འདུག་ད་སྲིད་ཇུས་ལ་འགྱུར་བ་ག་དུས་འགྲོ་མ་འགྲོ་ཟེར་ཡ་ཚོ་ང་ཚོ་སྔོན་ནས་མཇུག་སྐྱོང་གི་སྐྱོང་གི་འགྲོ་གི་འདུག་མ་དོ་དེ་མ་གཅིག་ཐུག་བྱས་ཕེ་ཁའི་སྐད་ཆ་བཤད་ཟླ་བ་ཁ་ཤས་ཡ་མེད་བ་བྱས་ལོ་ཁ་ཤས་ཡ་མེད་བ་བྱས་ན་དེ་ཡོང་གི་མི་འདུག། ག་ཚོད་ཐུབ་ཐུབ་འགྲོ་དགོས་ཀྱི་འདུག་ད་ལྟ་ཞུ་ཡས་ཀྱི་དུས་ཚོད་རེད་ཤག་ག་སེ་ན་ཨ་མི་རི་ཀ་གཉིད་སད་ས་རེད་ཨ་མི་རི་ཀ་གཉིད་སད་ནི་ཉ་རང་ཁ་བརྡའི་ལྕེ་ཡ་ད་ཡོད་ད་འདས་པའི་ལོ་ཉི་ཤུ་རིང་ག་ཁོ་ཚོ་ཉམས་མྱོང་བསགས་བྱས་ད་ཡོ་རོབ་གཞི་ནས་གཉིད་སད་གོ་རེད་ད་ལབ་ཀྱི་ཡོད་ཁོ་ཚོ་ལ་ཉིས་སྟོང་བཅུ་བཞི་ནས་ཁྱོད་ཚོ་གྱང་གང་ལ་བྲིས་བཞག་པའི་རྩིག་པའི་གང་ལ་བྲིས་བཞག་པའི་ཡི་གེ་དེ་ཀློག་མ་ཐུབ་བ་རེད་བ། ད་ད་ལྟ་དཀའ་ངལ་འདི་འཕྲད་ཀྱི་འདུག་ཨ་ཟེར། ད་རང་དབང་གི་མགོ་དེ་སོ་སོའི་ལུང་པའི་གི་ཁྲིད་ལ་སོ་སོའི་གི་རྒྱལ་ཁབ་གི་ཁྲིད་ལ་ཡུཀ་རེན་ལ་མགོ་རྡུང་ཡོང་དུས་གཞི་ནས་གཉིད་སད་ཀྱི་ཡོད་རེད་གཞན་པ་འཛམ་བུ་གླིང་ཐག་རིང་པོ་བརྩི་གི་ཡོད་རེད་ཁོང་ཚོས་བོད་སྲིད་དུས་ཚབ་པ་ཐག་རིང་པོ་ཞིག་ང་ཚོ་འབྲེལ་བ་མེད་པ་བརྩི་གི་ཡོད་རེད་བ། འཛམ་བུ་གླིང་འདི་གཅིག་ལ་གཅིག་བརྟེན་གི་འཛམ་བུ་གླིང་ཡིན་པ་དེ་ཤེས་མགོ་དགོས་རེད་བ Interdependence nature གི་དེ་ཤེས་མགོ་དགོས་རེད་བ། དེ་ཚོ་ད། རིམ་པས་རིམ་པས་འགྲོ་བ་ཅིག། ཅིག། རིག་པ་འགྲོ་བ་ཅིག་དང་ཤེས་པ་འགྲོ་བ་ཅིག་ཡོངས་དག་ཡོངས་ཀུན་དུ་དེ་ཡིན་ནི་ད་ལྟ་ཡིན་པ་ཡིན་ནི་ཅིག་བསམ་བློའི་ནང་ལོགས་ལ་ད་ཨོ་ཁ་བལྟས་འཕྲལ་གསལ་གྱི་ད་དེ་འདྲ་ཁ་བསྡུག་ཁ་བལྟས་བཅའ་དགོས་ཏེ་ཨུ་རུ་སུ་རེད་ཤག་ཡིན་ནི་ཕུགས་རྒྱང་གི་གདོང་ལེན་བྱེད་དགོས་ཏེ་རྒྱ་ནག་རེད་ཤག་བྱས་ནས་ཁོ་རང་ཚོ་ཧ་གོ་གི་འདུག། ཧ་གོ་གི་ཡོད་རེད་དེ། ཡིན་ནའི་ད་འདོད་ཡང་ཅིག་སྤྲེལ་ལད་འཁྲབ་བསྡད་ཀྱི་འདུག་ཁ་སང་ཛི་རོ་ཀོ་བིད་དེ་རྗེས་ལ་ཇར་མན་གྱི་ཅང་སི་ལ་ཤོལ་ཙི་ཕྱིན་པ་རེད། ཧྥ་རན་སི་གི་མེ་ཁི་རོན་ཕྱིན་པ་རེད། ཡོ་རོབ་ཀྱི་ཝན་དེར་ལེ་ཡོན་ཕྱིན་པ་རེད། རེད་བ། དེ་ཇར་མ་ནི་གི་ཕྱི་སྲིད་བློན་ཆེན་ཕྱིན་པ་རེད། མང་པོ་ཞིག་ཕར་འགྲོ་གི་བསྡད་སོང། ཨ་རི་བྷར་ཛིལ་གྱི་སྲིད་འཛིན་ལུ་ལ་ཕྱིན་པ་རེད། དེ་ཆོས་ཚང་མ་རྣམ་འགྱུར་ག་རེ་བསྟན་གྱི་འདུག་ཁྱོད་ཚོས། རྒྱ་ནག་གིས་ཡུ་རོབ་དུམ་བུ་བཏང་ཡས་ལ་ལག་ཆ་དེ་ཆ་ཚང་ཡོད་རེད་སྙེ་མ་ཨིན་ཇི་དང་ཧྥ་རན་སི་དང་དེ་ཚོས་གི་འཛམ་བུ་གླིང་གཞན་པ་དབང་བསྒྱུར་དུས་ཚན་པ་ལ་དབང་ཆ་ཆ་བགོས་བྱེད་ནི་དུང་ཡ་གཅིག་ལ་གོང་ལ་བུ་སྤྲད་གཅིག་ལ་རྒྱག་པ་ཞུས་དེ་འདྲའི་བཤད་སྲོལ་དེ་འདྲ་ཡོད་རེད Divide and Rule ཞེས་ཡ་དང Carrot and Stick Policy ཞེས་ཡ་དེ་འདྲའི་ཡུ་རོབ་ནང་ལོག་ལ་ཆམ་བུ་ཞིག་གྲགས་མེད་དུས་ཚན་པ་ཕྱི་འབྲེལ་གི་སྲིད་ཇུས་གཅིག་མེད་པ་ཕྱི་ཚོང་གི་སྲིད་ཇུས་གཅིག་མེད་པའི་རྒྱུ་མཚན་ལ་བལྟས་ནས་ཨ་ནི་རྒྱལ་ཁབ་ཕན་ཚུན་ལ་ཕར་ཚུར་དཀྲུག་སྡད་ཀྱི་འདུག་རྒྱ་ནག་གིས་དེ་ཚོ་ཁོ་རང་ཚོར་སྟོན་ལབ་ཀྱི་ཡོད། ད་སྐད་རྒྱ་ཞེས་ད་ལྷག་ཡོག་མར་ད་སེ་ལབ་ཀྱི་ཡོད། འབྲུག་གིས་སོ་རྒྱག་གི་འདུག་ཟེར་ན་འབྲུག་གསོ་མཁན་ཁྱེད་རང་ཚོ་རེད་ད་སེ་ཕལ་སྐད་ལ་མ་རྩ་མང་པོ་བཅུག་བྱས། ཇེ་པན་ལས་ལབ་ཀྱི་ཡོད་ཐེ་ཝན་ལས་ལབ་ཀྱི་ཡོད་ཡོ་རོབ་ལས་ལབ་ཀྱི་ཡོད་ཨ་མི་རི་ཀ་ལས་ལབ་ཀྱི་ཡོད། རྒྱ་ནག་ད་ལྟ་སྟོབས་ཆེན་པོ་བཟོས་ངེས་དེ་ཁྱོད་རང་ཚོ་རེད། ད་ད་ལྟའི་དུས་ཚོད་ལ་ཡ་རྒྱ་ནག་མ་གཉོམ་ཆུང་རུ་བཏང་ཡ་ལ་ཡ་ཨ་མི་རི་ཀ་གཅིག་པོ་བརླག་ཁེལ་གི་རེད་བསམ་དེ་ཡོང་ང་ཡོང་མ་རྟགས་རྒྱ་ནག་སྟོབས་ཆེན་པོ་ཆགས་ཆགས་པ་རེད། རང་དེ་བྱས་ཙང Atlantic གི་མཚོ་དེ་གི་ཕན་ཚུན་གཉིས་ཀ་ཕ་ཕྱོགས་ཚུལ་ཕྱོགས་གཉིས་ཀ་ནས་ཡོང་ངེས་ཨ་མི་རི་ཀ་དང་ཡོ་རོབ་གཉིས་ཀ་གི་ནུས་པ་ཐུན་མོང་གི་སྟོན་དགོས་ཀྱི་ཡོད་རེད། དེའི་སྒང་ལ་འཛམ་བུ་གླིང་ལ་དམངས་གཙོ་དོན་གཉེར་བྱེད་མཁན་གྱི་རང་དབང་ལ་དགའ་མཁན་གྱི་ལུང་པ་འདི་ག་ཚང་མ་ལོ་མཉམ་རུབ་བྱས་ནས་བྱེད་དགོས་ཀྱི་ཡོད་རེད་མ་གཏོགས་ཇི་གི་ཁ་བརྡས་བྱེད་བསྡད་པ་ཡིན་ན་ཡོང་ཡ་ཡོང་མ་རེད་ད་བྱས་ནས་དེ་ང་ཚོ་ཤུགས་ཆེན་པོ་བཤད་བསྡད་ཀྱི་ཡོད། ཡོ་རུབ་རྒྱལ་ཁབ་ཚོ་ལས་ལ་གུ་ཡོད་ང་ཚོ་དེ་བོད་པ་དེ་ག་དེ་དམར་ཤོག་གི་བ་ལ་ཡ་གཅིག་ཤི་བོ་གཅིག་མྱང་བསྡད་པའི་སུ་རེད་བ་སྙིང་རྗེ་ལྟ་ས་སུ་རེད་བ་གཅིག་པུ་ངོ་བོ་གང་ལྟ་མ་ཡོང་ར་བྱས་ཟེར། རྒྱ་ནག་ལ་མ་འོངས་པ་འགྱུར་བ་བཟང་ཕྱོགས་ཀྱི་འགྱུར་བ་འགྲོ་དགོས་ཀྱི་ཡོད་པ་ཡིན་ན། ང་ཚོ་བོད་པ་འདི་རོགས་ཀྱི་ངོ་ལ་ཨིན་ཇི་སྐད་ནང་ཡིན་ན Partner གི་ངོ་བོ་ཐོག་ལ་བལྟ་ཐུབ་པ་ཡིན་ན། ཨ་ནི་ཚང་མ་ལོག་ལ་ཕན་ཐོག་ཡོང་གི་རེད། ག་སང་རྒྱ་ནག་ནང་ལོག་ལ་མང་པོ་འགྱུར་བ་བཏང་དགོས་གི་ཡོད་ན་ནང་གི་སྟོབས་ཤུགས་དགོས་གི་ཡོད་རེད་ཕྱིའི་སྟོབས་ཤུགས་དགོས་གི་ཡོད་རེད། ནང་གི་སྟོབས་ཤུགས་དེ་ག་དེ་ང་ཚོ་བོད་པ་དེ་ག་ཆགས་དེ་ཡོད་རེད། དབྱུ་གུར་དེ་ག་ཆགས་དེ་ཡོད་རེད་སོག་པོ་དེ་ག་དེ་ཆགས་དེ་ཡོད་རེད་ཧོང་ཀོང་ག་དེ་ག་ཆགས་དེ་ཡོད་རེད་ཐེ་ཝན་གི་མི་དེ་ཚོ་ཆགས་དེ་ཡོད་རེད། ཕྱིའི་སྟོབས་ཤུགས་འདི་དག་ནུབ་ཕྱོགས་དང་རང་དབང་དགའ་ངན་གྱི་མིང་དུ་བརྩི་ནས་འགྲིག་གིར་བ། དེ་གཉིས་གཉིས་ཀྱི་ནུས་པ་མཉམ་དུ་བཏོན་ཐུབ་པ་ཡིན་ན་རྒྱ་ནག་མང་བོ་འགྱོ་བཏང་ཐུབ་ཀི་རེད། ད་ལྟ་ཡིན་ནའི་སྐུ་མདུན་བཀའ་གནང་ཡ་དག་གནང་རེད། མི་ཚོའི་ང་ཚོའི་སྐད་ཆ་མང་བོ་དྲིས་ཀི་ཡོད་རེད། ཁྱང་ཚོ་རེ་བ་གར་ཕྱིན་ད་ད་འདའི་བློ་སྟོབས་ནང་དེ་ག་འགྲོ་ཚར་བ་རེད་ད་འདའི་རེ་བ་རེ་བརྒྱབ་དེ་གི་འདུག་བ་ཟེར་ནས། དེ་རེ་བ་མ་བརྒྱབ་རང་བརྒྱབ་རེད་མ་གཏོགས་ཅིག་རེ་བ་མེད་བ་ཡིན་ན་དེ་ནས་ང་ཚོ་འཐབ་རྩོད་ཀྱི་ངོ་བོ་ཁོ་རང་བརླག་ཚར་བ་རེད། དེ་ཡིན་དུས་ད་འདི་དེ་ཁྱོན་ཡོངས་ཀྱི་ད་ཆབ་སྲིད་ཀྱི་གནས་སྟངས་དེ་ག་ན་ཁྱོད་རང་ང་ཚོ་རྒྱུག་དགོས་དེ་རྒྱུག་དེ་ཡོད་ས་གནས་སོ་སོ་སོ་ལས་བསྐུལ་དགོས་དེ་ག་དེ་ཆ་ཚང་ཅིག་བསྐུལ་དོན་གཅོད་ཚོ་ཡིན་པ་ཡིན་ནའི་ད་དོན་གཅོད་སོ་སོ་བསྡད་ས་ཀྱི་གོ་ལ་ཞང་པོ་དེ་གཅིག་པོ་གོ་ནས་འགྲིག་གི་མ་རྟགས་ཟེར་དོན་གཅོད་རེ་རེ་རེ་བར་རྒྱལ་ཁབ་བཅོ་གསུམ་བཅོ་ལྔ་ཉི་ཤུ་རྩ་གྲངས་དེ་རེ་ཡོད་རེད་ད་སོ་སོ་སོ་ས་ཁུལ་རྣམས་བསྐོར་རྒྱབ་འགྱུར་བོར་གདའ་ཟེར། དེ་ཡིན་ཕྱིན་ནས་ང་ཚོས་འགྱུར་བ་བཏང་ཆེད་དེ་འདྲ་འགྲོ་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཁྱེད་རང་ཚོས་དེ་སང་ལྟས་གནས་ཚུལ་མ་མངའ་གོ་གི་རེད་ཡིན་མ་དང་འདྲ་གི་མ་རེད།